འབྲེལ་བ་བྱུང་ཁང་ཨ་ནི་སྐབས་དེ་དུས་ཁོང་རང་གི་པའི་དད་པ་དམ་ཚིག་གི་ཐོག་ནས་དམ་ཚིག་སྡོམ་པ་དེ་ཚོ་གསུངས་ཐང་ད་དེ་སོགས་ཀྱི་སྐོར་ཅིག་གང་འཚམ་ཅིག་ཞུས་ཡོད་རེད། དེ་ནས་ཁོ་རང་འགྱུར་བ་ཕྱིན་ཆད་ནས་ད་སྤང་བླང་ཟེར་ཡ་དེ་རྒྱས་པའི་གི་ལོ་རྒྱུས་ཅིག་བཤད་གི་ཡོད་རེད། སྤྱི་བཏང་སྤང་བླང་ཟེར་ཡ་དེ་བཟོ་དེ་སྤང་བླང་ཟེར་ཡ་དེ་ད་ལྟ་ངས་ད་ཁ་སང་ནས་སྤྱི་བཏང་ཞུས་ཡོད་རེད། སྤང་བླང་ཟེར་ཡ་དེ་ད་མཚམས་འཇོག་བྱས་པ་ཟེར་ཡ་དེ་ཚོ་དེ་འདྲ་གི་ཡོད་མ་རེད། མཚམས་བཞག་ཟེར་དུས་ཙམ་པ་ཁོ་མཚམས་བཞག་པ་བྱས་ནས་མ་བརྗེད་པ་ཙམ་གྱི་རེད། སྤང་ཟེར་ཡོང་དུས་ཙམ་པ་པད་མི་སྲེག་པའི་ཁར་སོ་གོ་རེད་ད་འབྲེལ་བ་འབྲེལ་ཐག་གཙང་མ་ཅིག་བཅིངས་ན་དཔེ་ད་དེ་འདྲས་བྱས་པ་འདྲ་བོ་བྱ་ར་བ། དཔེ་ན་ང་རང་ཚོ་སྡིག་པ་མ་བརྗེད་པར་གནས་སྐབས་ཅིག་ད་ཨ་ནེ་སྡིག་པ་ཕུད་ཟེར་ཡ་དེ་གཉིས་པོ་དེ་ད་ལོ་ག་རེ་བ་ཟེར། ད་གྲོང་གསེབ་ཀྱི་ནང་ལ་ང་རང་ཚོ་སྡིག་པ་ཕུད་ཟེར་ཡ་ཅིག་ད་ཡོངས་གྲགས་ཤེས་བསྡད་ཡོད་རེད་ད་དེ་སྡིག་པ་སྤངས་ཟེར་གྱི་ཡོད་རེད་ཡིག་ཐོག་ཡིག་ངག་གར་སོགས་ཡི་གེ་འདྲ་བོ་བྱས་པའི་ནང་སྤངས་ཟེར་དུས་རྩམ་པ་བི་གེ་གེ་བའི། གཅིག། ང་རང་ཚོ་རྟེན་གསལ་ཡ་འདྲ་བོ་འདྲ་བོ་དེ་དག་རྟེན་གྱི་གཙོ་བོ་འདྲ་བོ་གཅིག་གི་མདུན་དུ་བླ་མའམ་རྟེན་འདྲ་དག་དེ་སོགས་ཀྱི་མདུན་ལ་འགྲོ་ནས་དམ་བཅའ་བྱས་ཀྱང་པོ་བྱས་ལ་སྤང་ཟེར་གི་ཡོད་རེད་པ། མ་བྱས་པ་ཙམ་གྱིས་སྤང་ཟེར་གི་ཡོད་མ་རེད་མཚམས་རྒྱུད་བྱས་པ་ཙམ་གྱིས་སྤང་ཟེར་གི་ཡོད་མ་རེད། ཡིན་དུས་ཙམ་པ་ངས་དེ་གི་ས་གཅིག་དེ་གི་ནང་ལ་ག་རེ་བཟོ་དགོས་རེད་བི་ཀེ་ཀེ། འོ། ད་ག་རེ་བྲིས་ཡོད་རེད་ཟེར་ན། གོང་ས་བཅུད་ཀྱི་པ་ག་ནས་ད་ལྟ་དེ། གི་རི་བོ་དགེ་ལེགས་བོད་ཀྱི་བླ་མ། ལྷ་མི་ཆོས་སྲུང་སྤང་བླང་བྱས་ནས་ལམ་ལོག་པར་ཞུགས་པ་ཟེར་བྲིས་ཡོད་རེད་ངེས། འདི་གི་སྐབས་ཀྱི་ལམ་ལོག་པར་ཞུགས་པ་ཟེར་ཡོང་དུས་བརྩམས་པ་འདི། ད་ཕྱི་ནང་མང་པོ་ཅིག་གི་ཕ་ཆེ་ཚིག་འདི་རྩུབ་དྲགས་པའི་བཟོ་འདྲ་བོ་ཅིག། ཚིག་འདི་ཀྱི་ཧ་ལམ་རྩོད་རྒྱུ་དེ་ཅིག་ཐལ་དྲགས་པའི་བཟོ་འདྲ་ཅིག་དེ་འདྲའི་དགོངས་ཉེས་ཡོད་སྲིད་པ་འདྲ་བོ་ཆགས་ཀྱི་ཡོད་རེད། རེད་དེ་ངས་ཚིག་འདི། ཁར་སོ་གོར་དངོས་ཡོད་གནས་ཚུལ་ལ་བསྟུན་བྱས་ནས་བེད་སྤྱོད་བཏང་ཀྱང་འགྱོད་ཀྱི་རེད། འདིའི་ཁར་སོ་གོར་གྱི་ཧོལ་རྒྱུག་བྱེད་འཇོག་ཡང་མ་རེད་ལ་ནི་ཆེད་དུ་བེད་སེམས་འདྲ་པོ་གྱི་རྣག་བྱས་ནས། བོད་ཀྱི་ཚིག་རྩོབ་འདྲ་པོ་བཤད་ཀྱང་འགྱོད་དེ་འདྲའི་དྲན་མ་རེད་གང་ཡིན་ཟེར་ན་ང་རང་ཚོ་ལམ་ནོར་བ་དང་ལམ་ལོག་པར་ཞུགས་པ་ཟེར་ཡ་དེ་ལས་ཁྱད་པར་ཡོད་རེད། ལམ་ནོར་བ་ཟེར་ཡ་དེ་ཉེན་ཁ་ཆུང་བ་ཡོད་རེད། ལམ་བལྟས་སེ་བལྟས་སེ་ཀོ་ནོར་བ་ཟེར་ཡ་དེ་སུ་ལ་ཡོང་ཡ་ཡོད་རེད། ཡིན་ན་ཡང་ལམ་ལོག་པར་ཞོག་ཟེར་ཡོང་དུས་ཙམ་པ་ད་ལམ་ཟེར་ཡ་དེ་ལོག་པ་བཅས་ལ་ཞུགས་པ་ཡིན་པ་ཡིན་ན་ད་ཧ་ཅང་གི་ཉེན་ཁ་ཆེན་པོ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཙམ་པ་གོང་ས་བཅུའི་དགྱེས་པ་གི་ང་རང་ཚོ་རི་བོ་དགེ་ལུགས་པའི་ལྷ་མི་ཆོས་གསུམ་ཟེར་ཡ་དེ་ཚོ་དེ་སྤང་བླང་བྱས་ཡོང་དུས་ད་དེ་ལམ་ལོག་པར་ཞུགས་པ་རེད་དང་ཡང་ན་གར་སོ་དགོས་རེད། ལམ་ནོར་བ་ཅིག་རེད་ཟེར་ན། ལམ་ནོར་བ་ཙམ་མ་རེད་དེ་ལམ་ལོག་པར་ཞུགས་པ་རེད་ལམ་ལོག་པར་ཞུགས་པ་ཡིན་དུས་ཙམ་པ་ནི་ངས་ད་ལྟ་དེ་གི་ནང་ལ་ལམ་ལོག་པར་ཞུགས་པ་ཟེར་དུག་ཟེར་གྱི་ནི་བྲིས་པ་རེད། ལམ་ནོར་བ་ཟེར་ཡ་དེ་ག་འདྲས་ཀྱི་ལས་ཟེར་གི་རེད་ཟེར་ན་དཔེ་ན་ང་རང་ཚོ་ཉེན་ཁ་ཆུང་ཆུང་རེད་དེ། དཔེ་ཅིག་ཞུས་པ་ཡིན་ན་ཟམ་གདོང་བླ་མའི་གཟུགས་བར་དོན་ཆོས་དོན་དྲང་བདེན་བར་གྱི་ལས་དཔྱད་ཀྱི་ཁྲི་ཡང་རིན་པོ་ཆེ་གི་ཁོ་ན་ལ་ད་ཁྱེད་རང་ལམ་དེ་ནོར་སོང་ཟེར་ནས་ང་ཞེད་བཀའ་ཕེབས་བྱུང་ཟེར་གི་འདུག་ཨ་ཟེར། དེ་དངོས་ཡོད་གནས་ཚུལ་རེད་ཁོང་རང་གི། བཤད་ཀྱིན་འདུག་སྐད་ཆ་དེ་ཚོ་དེ། དངོས་ཡོད་གནས་ཚུལ་རེད་འདུག་ཨ་ཟེར། ཡིན་དུས་རྩམ་པ་བཀབ་སྟེ་དུས་བཅད་ཆེ་ཁྲི་བྱང་རིན་པོ་ཆེ་གིས་ཁྱེད་རང། ལམ་ལོག་པ་ལ་ཞོག་སོང་གསུངས་ཡོད་མ་རེད་ཁོང་རང་ལམ་ནོར་བ་རེད་གསུངས་ཡོད་རེད་སྐབས་དེ་དུས་ཟམ་གདོང་བླ་མའི་ངོས་ནས་བཤད་མ་ལམ་ནོར་བ་ཙམ་རེད་མ་གཏོགས་བ་གི་ལམ་ལོག་པ་མ་རེད། ག་རེ་རེད་ཟེར་ན་ཁོང་རང་བི་ཀི་གིས། བཅད་ཆེ་ཁྲི་བྱང་རིན་པོ་ཆེ་གིས་ཐུགས་རེ་བཅུག་དུས་ག་རེ་བཅད་ལ་བསྐྱོར་ཡོད་རེད་ཟེར་ན། ཆོས་རྗེ་ཉིད་ཆོས་འཕེལ་གྱི་ལམ་ལ་འགྲོ་མཁན། དེ་འདྲའི་ཅིག་ལ་པའི་ཐུགས་རེ་བཅོལ་བསྡད་དུས་ཁོ་ཆབ་སྲིད་ཀྱི་ལམ་ཁ་ཅིག་ལ་སོང་འདུག་བ། ཆབ་སྲིད་ཀྱི་ལམ་ཅིག་ལ་འགྲོ་བཞག་དུས་བརྩམས་པ་ད་ཆོས་འཕེལ་གྱི་ལམ་དེ་བཞག་ནས་ཆབ་སྲིད་ཀྱི་ལམ་ལ་སོང་བ་ཡིན་ཙང་ནི་ཁོ་རང་ལམ་དེ་ནོར་སོང་སོང་འདུག་བ། ཆབ་སྲིད་ཀྱི་ལག་པ་འཆང་ཟེར་དུས་ད་ད་ག་ས་ཀྱི་དང་པོ་ཐོག་མར་བྱས་པ་ཡིན་ན། ད་ག་ཟག་གི་བཏབ་པའི་ཅིག་རང་རྒྱལ་སྙིང་ཁ་ཕོངས་འགྲོ་ཡག་གི་ཉེན་ཁ་ཆེན་པོ་ཟུག་གི་མར་བ་ཡ། ཡིན་དུས་རྩམ་པ་ཏི་ནི་ཁོ་རང་གི་ད་ང་ལམ་ནོར་དོགས་གཞི་བྱེད་གི་ཡིན་ཟེར་དེ་ནི་ད་ལྟ་པའི་གར་སོགས་དགོས་ར་གང་བྱེད་བྱེད་ཡིན་ཟེར་ཁྱད་པ་གང་ཡང་མེད་ཟེར་ཅི་ཞིག་ཁྲི་གཡང་རིན་པོ་ཆེ་ལ་ཡ་ཞུས་ཡོང་དུས། ཨན་རྒྱལ་གྱིས་ཁྲི་ཡང་རིན་པོ་ཆེ་གིས་ངའི་རྩ་གཅིག་བཏང་ཡོང་དགོས་གསུངས་འདུག་གསུངས། རྩ་གཅིག་བཏགས་ཟེར་ཡ་དེར་རྣམ་པ་ཚོགས་ཀྱི་དགོངས་པ་ག་རེ་བྱེད་ཀྱི་ཡོད། རྩ་བཏགས་ཟེར་དུས་ཉམས་གསོ་བྱེད་ཟེར་གྱི་ཡོད་ལ་ད་ཚོད་དཔག་འདྲ་བོ་དེ་བྱེད་ས་དེ་ཡུལ་སུ་རེད། དེ་ནས་ཉི་མ་ཁ་ཤས་ཀྱི་རེ་ལྟོས་ཙམ་པ་ཁོང་གིས་མ། བཀའ་སློབ་ཕེབས་ཕྱིན་ནས་ད། ཁྱེད་རང། འགྱུར་བ་གཏོང་ནས་ཕན་ཐོགས་གང་ཡང་མི་འདུག་ད་ད་ག་རང་འགྲོ་ཤོད། གོང་ས་བཅུ་བརྒྱུད་པ་ག་ནས་པའི་གོང་ས་མཆོག་གི་པའི་ད། མཛུ་གུ་ཁ་ཏོན་ཤ་རུ་བྱས་ནས་འགྲོ་ཤོད་ང་བཀའ་ཕེབས་བྱུང་ཁོ་ན་ལག་བུད་བ་དེ། བྱས་ཙང་དེ་དུས་ཀྱི་དཔེ་རྣམས། སྤྱད་ཆེ་ཁྲི་ཡང་རིན་པོ་ཆེ་གི་ཞུ་འོས་ཀྱི་ད་ད་ལན་ཡང་དེ་ད། ངས་རྩ་བཏགས་ཡོང་ཟེར་ཡ་དེ། བཀའ་སློབ་གཉིས་པོ་དང་མ་གོང་བགྲོས་དང་འབྲེལ་བ་ཆེན་པོ་ཞིག་ད་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གིས་དེ་འདྲས་གསུངས་འདུག་ཨ་དེ་ནས་ཁོང་གིས་རྩ་གཅིག་གཟིགས་ཡོང་དུས་བརྩམས་པ་ད་ཁྱོད་ནས་པའི་ལམ་དེ་ལ་པའི་ལྡོག་ཐབས་གཡུལ་ཐབས་མེད་པ་འདྲ་བོ་ཅིག་ལ་ད་དེ་འདྲས་ཀྱི་པའི་དཀའ་ངལ་གྱི་འཁྲིས་ཡོང་གི་ཡོད་པ་དེ་གཟིགས་པ་རེད་བརྒྱ་ཆ་བྱས་བྱས་ཙང་དེ་ཡིན་དུས་བརྩམས་པ་ད་ཁྱེད་རང་ད་ག་ནང་ལ་འགྲོ་ཞོག་ཟིན་འཛུགས་ག་འདི་ཞར་གྱིས་ནས་འགྲོ་ཞོག་ཟིན་ད་ངས་ཡང་གང་ཡོད་ལབ་གི་མེད་གསུངས་འདུག་ཨ་དེ་ཟམ་གདོང་རིན་བླ་མ་ཁོ་རང་གིས་གསུངས་འདུག་ཨ། བྱས་ཙང་དེ་ཡིན་དུས་སྐབས་དེ་དུས་ད་བཟང་དུ་ལམ་མ་དད་པས་ལམ་ནོར་བ་དག་ད་ལམ་ནོར་དེ་དག་དེ་དུས་ཕྱིན་པ་རེད་ད་ལམ་ནོར་ནས་བཞུགས་ཡང་ཁོ་རང་ད་ལམ་ལོག་པ་ཅིག་སླེབས་རེ་བ་ད་ཡིན་དུས་ཙམ་པ་གོང་ས་བཅོས་ཀྱི་པ་དེ་འདྲས་ཀྱི་ལམ་ནོར་བ་ཙམ་རེ་བས་ཟེར་ན་མ་རེད་ལམ་ལོག་པ་ཟེར་ཡ་དེ་ག་རེ་རེད་རང་རྒྱལ་ཕུང་འགྲོ་བྱེད་ཀྱི་པའི་ཕུག་ལ་འཕྲད་ཕུག་གཉིས་ཀ་ཕུང་བྱེད་ཀྱི་ལམ་གྱི་རེད་འདུག་ན་ད་ལམ་ལོག་པ་ཟེར་ཆགས་གི་རེ་བ་ཡིན་དུས་ཙམ་པ་ད་ང་རང་ཚོ་ད་ལྟ་གོང་ས་བཅོས་ཀྱི་པ་གི་པའི་ཕལ་སེ་གི་ལམ་དེ་ལ་བཞུགས་པ་ཡིན་ན། རང་གཞན་གཉིས་ཀ་ཕོངས་འགྲོ་གི་ཡོད་རེད། ཚེ་འདི་ཡང་ཕོངས་གི་ཡོད་པ་དེ་ང་རང་ཚོ་མངོན་སུམ་གྱིས་མཐོང་ཡག་ཡོད་རྒྱུ་དེ་རེད་སྐྱེ་བ་ཕྱི་མ་ཡང་ཕོངས་འགྲོ་གི་ཡོད་པ་དེ་མངོན་སུམ་གྱིས་གྲུབ་ཡག་ཡོད་མགྱོགས་ཀྱི་རེད། ག་རེ་རེད་ཟེར་ན་གོང་ས་བཅུ་བརྒྱུད་པ་འགས་པའི་ལམ་དེ་ལ་ཞུགས་ཡོང་དུས་ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལ། འཇིག་རྟེན་འདི་གི་ངོས་ནས་བཤད་པ་ཡིན་ན་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཆོས་དང་བཟང་བཟང་གི་འབྲེལ་བ་ཀྱིས་ཁ་དང་ཁ་བའི་དབྱེ་འབྱེད་བྱས་འདུག་ནས་དེ་འབྲེལ་གྱི་འཐབ་རྩོད་ཅིག་ལམ་ལ་ཞོག་དགོས་ཀྱི་འདུག་བ། འདིའི་གི་ལམ་དེ་ལམ་ལོག་པ་ཡིན་པའི་རྒྱུ་མཚན་ག་རེ་རེད་བུ་མི་རིག་ཟེར་ཡ་འདི་གི་ནང་ཁུལ་ལ་ང་རང་ཚོ་སྐྱིད་པའི་ཉི་མ་རང་གིས་སུ་སྐྱིད་ལ་ཤ་ཡ་མེད་པའི་གི་ལམ་རེད་དེ་ལམ་ལོག་པ་ཡིན་པའི་རྒྱུ་མཚན་དེ་རེད། དེ་ནང་ཁུལ་གི་སྐྱེ་བ་ཕྱི་མའི་ངོས་ནས་བཤད་པ་ཡིན་ན་གོང་ས་བཅུ་བཞི་པ་གི་ལམ་སྟོན་པ་ནང་ཁུལ་གྱི་རི་བོ་དགེ་ལུགས་པ་གི་བླ་མའི་ཆོས་གསུམ་ལ་ད་ལོག་ལྟ་སྐྱེས་སེམས་ཀྱི་ལོག་ལྟ་སྐྱེས་ཁག་ནང་ལྟ་ཅི་ཚོད་སྨོས་པའི་སྐུར་འདེབས་སྙན་མོ་དེ་འདྲ་བྱས་པ་ཡིན་ན་དགའ་བར་འགྲོ་གི་རེད། ཤི་ན་དམྱལ་བ་མ་ཐུག་འགྲོ་ས་མེད་པ་ཡིན་དུས་སྐྱེ་བ་ཕྱི་མིག་གི་ངོ་ནས་ཕྱིན་ན་ད་དེ་ལམ་ལོག་པ་རེད། བྱས་ན་ལམ་དེ་འདྲའི་དཀྱིལ་ལ་ཞུགས་ཡོང་དུས་དམ་པ་སོ་སོའི་གི་པི་ཀའི་མཚམས་བཞག་པ་ཙམ་མ་ཡིན་པ་ཨ་ནེ། གཅིག། རི་བོ་དགེ་ལུགས་པའི་ལྷ་མི་ཆོས་སོགས་ལ་ཁ་གཏོང་ཡང་བསྐུར་བ་བཏབ་ཡང་ལོག་ལྟ་སྐྱེས་ཟིག་གི་ལམ་གཅིག་ལ་ཞོག་འགྲོ་དུས་ད་ལམ་ལོག་པར་ཞུགས་པ་རེད་ཟེར་བ་ངས་དུག་སེལ་བྱས་ནས་ད་དེ་ཞུས་པ་རེད། དེ་ད་ལྟ་དེ་བལྟས་ཟིག་ཤེས་འདུག་ག་ཡག་དེ་ག་རེ་རེད་ཟེར་ན་ཡང་གཅིག་ད་ལྟ་དེ་གས་བི་གེ་གས། ད་དེ་གས་དཀར་ཆག། དགེ་དེ་ནས་དེ་ཡི་གེ་ནང་ལ་ཨ་ནི་གོང་ས་ཆོས་ཀྱི་བུ་དགེ་ལམ་ལོག་པར་ཞུགས་པ་ཟེར་རྟོག་ཟེར་བྲིས་ཀྱི་ཡོད་རེད་བ་དེ་ལ་གཅིག་བདག་རྣམ་པ་ཚོ་གི་སྐྱེས་ཐད་དྲ་རྒྱ་བསམ་ས་དེ་འདྲས་ཡོང་སྲིད་པ་དེ་རེད་དེ་སྤྱིར་བཏང་ང་རང་ཚོ་དམ་རྫས་སྐྱིད་པའི་རྡོ་རྗེ་སྤུན་གྲོགས་ནང་ལ་དེ་འདྲས་དགོངས་པ་བཞེས་ཉེས་ཉུང་ཉུང་ཡིན་གྱི་རེད་དེའི་ཕྱི་ལོག་ཏུ་བྱོས་པའི་ང་རང་ཚོ་རྒྱ་ཆེའི། ཨེ། བོད་མི་རིགས་ཀྱི་ནང་ལ་ཨོ་ད་འདིའི་ཚིག་འདི་སྤེལ་ཚེ་རྩོབ་གྲ་རྒྱ་བསམ་དང་དེ་འདྲའི་དགོངས་པ་ཡོད་སྲིད་པ་གྱི་རེད་ཡིན་དུས་བརྩམས་པ་དེ་གར་སོ་དགོས་རེད་ངས་དངོས་ཡོད་གནས་ཚུལ་ལ་འཛུལ་བཙུགས་ནས་ཨ་ནེ་པའི་ལམ་ལོག་པ་དེ་ལ་ཞུས་པ་ཡིན་ཙང་ཨ་ནེ་ལམ་ལོག་པ་ལ་ཞུགས་སོང་ཟེར་ནས་ཞུས་པ་རེད། དེ་ཡང་ང་རང་ཚོ་ནགས་ཀྱི་སྟོད་གོས་ཡོད་ན་ནགས་ཐུག་ལ་མཁས་པའི་རྩ་གཅིག་རྒྱབ་སྐྱོར་རེད་མ་གཏོགས་བག་ཀ་ནག་དེ་ལ་གནག་ཐུམ་དེ་ལ་འོ་དེ་འདི་ལ་ཐུག་པ་ཡིན་ན་དངོས་གནས་དྲ་འདིར་ན་ཚ་ཡོད་རེད་ཨ་བསམ་བསམ་ཅིག། ཨ་ཡ་ཤ་ཚ་གོ་ལུག་སྙིང་རྗེ་གོ་ལུག་བྱས་པ་ཡིན་ན་གནག་ཐུམ་དེ་དུས་ནམ་ཡང་བཏུས་ཐུབ་བཏུས་ཐུབ་ཀྱི་མ་རེད་གནག་ཐུམ་དེ་དུས་ནམ་ཡང་བཏུས་མ་ཐུབ་པ་ཡིན་ན་གང་ཟག་ཁོ་རང་ལ་ད་གནག་ཐུམ་དེ་གི་མཐར་ཡོ་སོགས་འཕྲོ་ཡག་གི་ཉེན་ཁ་ཡོད་པ་ཡིན་ཙང་ད་ང་རང་ཚོ་གནག་ཐུམ་ལྟོས་པ་ལ་ཨ་ནེ་ད་ལྟ་དེ་གནག་ཐོང་ཁོ་རང་གི་སྐོར་ཙག་རྒྱབ་དགོས་ཡ་གྱི་རེད་ཁྱེད་ཡིན་ཙག་ཡིན་དུས་ཙམ་པ་ཁ་ར་ཁ་ཐུག་དངོས་ཡོད་གནས་སུ་གི་འདུག་ལ་ད་ང་རང་ཚོ་ཤེས་དགོས་ཡ་གྱི་རེད་མ་ཏོག་པ་གི་བི་གེ་གྱི་དཔའ་འཕོ་འདྲ་པོ་བོང་འཕོ་འདྲ་པོ་ཅིག་བཟང་ཕྱོགས་གི་བེ་ཅིག་བཟང་བཙུལ་འདྲ་པོ་ད་དེ་འདྲའི་འདྲ་མི་འདྲ་བྱེད་ཡ་ཡོད་རེད་དེ་ད་དེ་འདྲའི་བྱས་བི་གེ་གོ་སྐབས་འདྲ་པོ་དུས་སྐབས་འདྲ་པོ་ཅིག་ང་རང་ཚོ་ཤར་མེད་པ་རེད་སླད་ཡོད་མ་རེད་དེ་བྱས་ཙག་དེ་ཡིན་དུས་ཙམ་པ་སྐད་ཆ་ཁ་ར་ཁ་ཐུག་ཤེས་དགོས་ཡ་དེ་དུག་བྱེད་ཆག་གི་ཡོད་རེད། དེ་ནས་དྭགས་ཀོང་ས་སྤྱོད་རྒྱལ་བ་ཆེན་པོ་གིས་ད་ལྟ་དེའི་དགོས་པ་རྒྱུན་ཐག་ཁ་སོགས་མཐར་ཐུག་གི་དམིགས་ཡུལ་དེ་གསལ་བར་བྱ་ཡག་གི་ཆེད་དུ་ལ་དྭགས་ང་རང་ཚོ་ཁོང་གི་མཛད་པའི་ངོ་ལ་དཔྱད་པ་བྱེད་དགོས་ཀྱི་ཡོད་རེད་བཀའ་སློབ་ཏུ་སོགས་ལ་དཔྱད་པ་བྱེད་དགོས་ཀྱི་ཡོད་རེད་ད། ད་ལྟ་དེ་གང་ལ་གང་འཚམ་དེ་གོང་དུ་ཕྱིན་ཟིན་པའི་ཁུལ་རེད།

འདིའི་སྐད་ཆ་དེ་སྤྱིར་བཏང་ད་གོང་ས་མཆོག་གི་པས་ཤུགས་ཆེན་པོ་ཞུ་རྒྱུའི་གསུང་བཞིན་པ་ཆགས་ཏུ་ཡོད་རེད་འདི་གོང་ས་མཆོག་གསུང་ཉན་ཁོ་ན་ད་གོང་ས་མཆོག་ཟེར་དུས་ཙམ་པ་ད་ད་ད་མི་ཆེན་པོ་གྱི་རེ་ཤེས་ཡོང་དུས་ཙམ་པ་ད་འདིའི་གི་ཕི་གེ་གི་དངོས་ཡོད་གི་ལོ་རྒྱུས། དེ་སྔ་ག་རེ་ཡིན་མིན་ལྟ་ཅི་ཁར་སོ་གོ་བརྟག་དཔྱད་བྱེད་མ་ཐོབ་པ་དང། དང་བརྟག་བྱེད་ཡག་གི་གོ་སྐབས་མེད་སྟབས་མ་འོངས་པར་ཡང་ད་ག་ནང་གི་པའི་གོ་སྐབས་ད་ཞིག་ར་མེད་དུ་འགྱུར་མི་མང་པོ་ཅིག་གི་སེམས་ནང་ལ་ག་རེ་བྱ་དགོས་ཡོད་རེད་ཟེར་ན་ད་འདི་དངོས་ཡོད་ཡིན་པ་ཅིག་ལ་པའི་ངོ་མཚར་ཆགས་འགྲོ་གི་ཡོད་རེད། ཡིན་དུས་བརྩམས་པ་ད་འདི་ང་རང་ཚོ་གི་ངོ་ནས་བལྟས་ན། ད་འདི་ད་ལྟའི་གི་གནས་སྐབས་ལ་ཆགས་བཞག་པ་ཡིན་ནམ་འདྲ་མ་འོངས་པ་གི་པའི་ང་རང་ཚོ་གི་གནས་སྟངས་ལ་ཆགས་བཞག་པ་ཡིན་ནམ་འདྲ་ད་འདི་སོ་དེ། དངོས་ཡོད་གནས་ཚུལ་ག་རེ་རེད་འདུག་ན་དེ་ཤེས་དགོས་ཡ་ཅི་ཆགས་འདུག་ཡ་རེད། འདི་དངོས་ཡོད་གནས་ཚུལ་མ་ཤེས་ན་ག་རེ་ཆགས་ཡོད་རེད་ཟེར་ན་གོང་ས་བཅུ་རྒྱལ་བ་གི་པའི་སང་མི་ཀྱི་འདུག་ཤེས་ཀྱི་འདུག་ད་འདི་ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལ། ད་ཧམ་པ་ཤེས་ཀྱང་ཆོག་ཅི་ཆགས་འདུག་ཡ་རེད། ཡིན་དུས་ཙམ་པ་ཧམ་པ་ཤེས་ཀྱང་ཆོག་དེ་ཧམ་པ་རེད་ཟེར་ང་རང་ཚོ་དངོས་ཡོད་གནས་ཚུལ་བཤད་པ་ལ། ད་ཁྱོད་དང་འཇིག་རྟེན་གང་གི་སྒོ་ནས་ང་རང་ཚོ་གི་ལུང་མཐུན་གི་ལས་ཁ་བྱེད་རེད་མ་གཏོགས་བ་གི་འདི་གོང་ས་མཆོག་ལ་ཅིག་མ་བལྟས་བརྙས་རྨོངས་བྱས་བཞག་ཀྱང་འདྲ་བ་ད་གོང་ས་མཆོག་ལ་མཚན་རྨོངས་ཞུས་བྱེད་རྒྱུ་རེད་རྩ་བ་ཉིད་ན་མ་རེད། དེ་ནས་ད་ད་ལྟ་ང་རང་ཚོ་གོང་ས་ལྔ་པས་མཛད་པའི་གི་འཕྲིན་སྦྱོར་གྱི་ཡོད་རེད་ད་དེ་དེ་ཡོད་རེད་ཟེར་ནས་མི་ད་དེའི་འཕྲིན་སྦྱོར་དེ་མཛད་བྱང་ཁོ་རང་གི་ནང་ལ་ད་གོང་ས་ལྔ་པས་གི་མཛད་པ་རེད་ཟེར་ཡག་གི་ད་མཛད་བྱང་ནང་ལ་ཐོགས་སོང་འཁོད་བསྡད་པ་གྱི་རེད། མ་ཚེ་དཔག་གི་ཚིག་སྟོང་དེ་ཚོ་ལས་མ་ཅིག་སྐྱེས་པ་བྱས་ཡོང་དུས་རྩམ་པ་གོང་ས་ལྔ་པ་ཁོ་རང་གི་སྐུ་ཚེ་ཐུག་གི། ད་སྤྲུལ་བའི་བསྟན་སྲུང་ཆེན་པོ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་ལབ་ཀྱི་མ་གུས་པ་དང་ཅིག་སོ་སུ་གི་ཅིག་པའི་བཙན་ཕུད་གི་སྣང་བ་མ་ཐོབ་པའི་ཐོག་ནས་ཅིག་ལས་ཀ་མང་པོ་བྱས་པའི་གི་ལོ་རྒྱུས་དེ་ཚོ་གི་སྒོ་ནས་ཤག་པ་ཕུགས་ཐང་དང་གང་ཁྱད་པ་ཡིན་ན་རྒྱལ་བ་ལྔ་པ་ཁོ་རང་གི་གསུང་ཡིན་པ་ཅིག་ལྟར་གྲུབ་གི་ཡོད་རེད། རེད་དེ་ལྟ་དེ་རྒྱལ་བ་ལྔ་བྷེ་གི་གསུང་པོ་རྣམས་ནས་ཤབ་བཞག་པ་རེད་སྔན་མ་ནས། རྒྱལ་བ་ལྔ་བས་ཀྱི་གསུང་འབུམ་ཕྱོགས་བསྒྲིགས་ཅི་ཡང་དུ་དེའི་ནང་ལ་མ་བཀོད་པར་བྱས། བཞག་བཞག་པ་ཡིན་དུས་བརྩམས་པ་ཨ་ནི་ད་ལྟ་ཟུར་དུ་དཔེ་ཆ་འདི། གཞན་པའི་རྣམ་པ་ཚོ་གས་དེ་ནས་དཔེ་དམར་དཔར་སྐྲུན་བྱས་ནས་ད་སྤྱི་ཚོགས་འདིའི་ཁར་གནས་ཐུབ་པ་བྱུང་བ་རེད། ད་དེ། ཐོག་མར་འདི་རྒྱལ་བ་ལྔ་བས་ཀྱི་གསུང་འབུམ་ནང་ལ་མ་བཀོད་པར་རྒྱུ་མཚན་དེའི་གས་རྐྱེན་པས་ཀྱི་ད་ད་ལྟ་འདི་གོང་ས་ལྔ་བས་ཀྱི་གསུང་མ་རེད་ཟེར་ནས་ད་སྐད་ཆ་དེ་བཤད་ཀྱི་ཡོད་རེད། དེ་སྲོལ་འདི་ཐོག་མར་གང་ཟག་ལྔ་པའི་གསུང་དང་ལ་མི་གོ་གཉིས་ཀྱི་མི་དེ་གི་པའི་སྐབས་དེ་དུས་ཀྱི་དམིགས་ཡུལ་ལོག་པ་ཅིག་འཆང་བ་ནང་བཞིན་གྱི་ལྟ་ད་ལྟ་ཁོ་རང་ནུས་པ་ཅིག་ཐོངས་ཐུབ་ཀྱི་ཡོད་རེད་དེ། ལག་པ་ཅིག་འཆང་ས་རྙེད་པ་རེད། དེ་ཡིན་དུས་ཙམ་པ་ད་གང་ཟག་ཁྱོད་ཀྱི་པ་གི་ད་ལྟ་དེ་ཁོང་ཚོ་གི་ག་རེ་བཤད་ཀྱི་ཡོད་རེད་ཟེར་ན། གོང་ས་ལྔ་བྷེ་གིས་གསུངས་མ་རེད་ཟེར་ད་དེ། གོང་ས་ལྔ་བྷེ་གི་པའི་འཕྲིན་སྦྱོར་ཙམ་པ་ཅིག་ཡོད་རེད་ཟེར་གནས་ནས་ཤུགས་ལྡན་ཚོགས་པའི་གི་པའི་ཡིག་ཆ་མང་པོ་ཅིག་ག་ས་ག་ལ་གྲགས་ཡོང་དུས་ཨ་ན་ངས་བྱ་བ་ལྔ་བྷེ་གི་གསུངས་པོ་འདུག་ཟུར་ཚང་མ་ལ་བརྟག་དཔྱད་དཔྱད་ཞུ་ཞིབ་འཇུག་ཅིག་ཞུ་ཟེར་ལབ་པ་ཡིན་ཟེར་ད་དེ་ཚོ་ཅིག་ཚད་ཡོང་དུས་ཙམ་པ་དེའི་ནང་ནས་ཨ་ན་བྱ་བ་ལྔ་བྷེ་གི་འཕྲིན་སྦྱོར་དེ་རྙེད་མ་སོང་ཟེར། བཟོ་སྣང་བཟོ་སྤང་ཞེ་སྣང་ཚ་བོ་དེ་རྙེད་སོང་ཟེར། དེ་འདྲ་གསུངས་འདུག་ཨ། དེ་དང་གཏན་ཡིན་དུས་བརྩམས་པ་དག་གཟུ་དཔང་ལ་སོགས་པའི་དུས་སོགས་དེ་གོང་ས་ལྔ་པའི་གསུང་འབུམ་རྣམས་ལ་ཡོད་ཡོད་པ་རེད། ད་འདིའི་གསུང་འབུམ་རྣམས་ལ་མེད་པ་རེད། ད་འདི་མེད་པའི་རྒྱུ་མཚན་དེ་ཁོ་ན་གི་ཨ་ནེ་དང་འདི་དེ་ད་རྒྱལ་བ་ལྔ་པའི་གསུང་མ་རེད་ཟེར་ནས་ད་ཨུ་ཚུགས་རོགས་གོ་ད་རྒྱུ་མཚན་འདྲ་བ་དེ་གོ་གི་ཡོད་རེད། སྤྱིར་ནས་ད་ད་འདིའི། ཀུན་བཟང་སྤྱོད་ཀྱི་པ་ཁོ་རང་གི་རྟ་ཁྱེར་དེ། ཤིང་གི་ཡོ་རི་བྱ་བ་ང་ཕིག་སོང་ཡིན་པ་དེ། རེད་དེ་ཤེས་ཡོད་ཀྱིན་དུ་རྟ་ལྐུག་པ་ཨུ་ཚུགས་ཀྱིན་འདུག་ན་ད་ང་རང་ཚོ་མི་རིགས་ནང་ཁུལ་གྱི་འགའ་རྟ་བཟོ་ཡག་གི་ལག་ཆ་འདི་བྱེད་ཀྱི་ཡོ་རེད་དེ། འདི་རེད་མ་གཏོགས་པ་གི་དེ་ཀུན་བཟང་ང་ཕིག་གི་འཕྲིན་སྐྱོར་བརྩམས་མཁན་དེ་རྩོད་མེད་ཡོངས་གྲགས་ཀྱི་ཀུན་བཟང་ང་ཕ་ཡིན་པའི་དབང་དུ་གཏོང་ན། ང་རང་ཚོ་གི་ངོས་ནས་བཤད་པ་ད་འདི་དཀའ་ངལ་འདི་སེལ་ཐུབ་གི་རེད་བས་སེལ་ཐུབ་གི་མ་རེད། གོང་ས་བཅུ་གཅིག་པ་གང་ཡང་ཆོག་ཤེས་ལོག་ཤེས་ཀྱི་བྱེད་ཀྱི་རེད་སྐབས་དེ་དུས་ག་རེ་ར་ཅི་བྱས་པ་ཡིན་ན་ད་ལྟ་དེ་གསུང་འབུམ་དུ་ཡོད་པའི་མང་ཐོག་བཏང་ན་ཡང་འདི་ལ་གར་སོག་གི་རེད་ལོག་ཤེས་ཀྱི་བྱེད་ཀྱི་རྒྱབ་རྒྱག་གི་རེད། ད་ད་ད། གོང་ས་ལྔ་བས་ཀྱི་སྐུ་ཚེ་སྨད་ལ། སྤྲུལ་བའི་བསྟན་སྲུང་ཆེན་པོ་རྒྱལ་ཆེན་རྡོ་རྗེ་ཞུགས་ཏེ་བསྟན་སྲུང་མཆོད་བསྟོད་བྱེད་པས་ཀྱི་དཔང་རྟགས་ག་རེ་ཡོད་རེད་ཟེར་ན། ཤློ་ཀའི་གི་རྒྱུད་ལ་དང་ད་བི་ཀི། དུ་བར་ཆོས་མེད་དཀར་མོ་ཟེ་ས་དེ་ན་ལ། ཀྱཱ་ད་སྤྲུལ་པའི་བསྟན་སྲུང་ཆེན་པོ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་གྱི་དཔལ། ལྷ་ཁང་རྟེན་མཁར་དེ་ཚོ་ཁོ་རང་གི་ཡིན། རྩིག་པའི་གི་ལོ་རྒྱུས་དེ་ཚོ་ཁོ་རང་གི་དུ་ཀུ་ལགས་ཀྱི་གོ་མཚང་ནང་ལ་ཡོད་རེད། དེའི་མ་ཚད་པར་ད་ལྟ་ང་རང་ཚོ་ལྷ་ལྡན་སྤྲོ་བསྡུ་ཁང་གསར་བ་ཟེར་དུས་བརྩམས་པ་ལྷ་སའི་གཙུག་ལག་ཁང་ཆེན་པོ་གི་མདུན། ཉེ་ཕྱོགས་དེ་ན་ལ་དྭགས་ལྷ་ཁང་དེ་ཡོད་པ་དང་དེའི་ནང་ལ་གར་སོ་སྒོར་རེད། སྐུ་འདྲ་དེ་ཡང་འདི་རྒྱལ་བ་ལྔ་བྷེ་གི་ཕྱག་རྫོགས་རེད་ཟེར་ཡ་ཡོད་བསྡད་པ། དེ་གི་བདག་པོ་རྒྱང་གི་བདག་གྲུབ་བྱེད་ནི་འདི་རེད་ཟེར་ཡ་ལོ་རྒྱུས་ཀྱི་ཐོག་ན་ཕལ་ཆ་ཚང་བང་བྲོ་ཡ་ཡོད་པ་སྔོ་ཕང་ལྡན་པ་ཡོད་ཡིན་པ་རེད་རེད་དེ་འདི་གི་ཐོག་ལ་གོང་ས་བཅོས་ཀྱི་བར་གི་ཚེ་སྐྱིག་གསུང་གི་མ་འདུག་བ་དེ། དངོས་དཔང་བདེན་དཔང། ཡོད་པ་དེ་ཚོ་ཁས་ལེན་གྱི་ཡོད་མ་རེད། ཡོད་པ་དེ་ཚོ་ལ་རྫུན་བཟོ་བྱེད་ཀྱི་ཡོད་རེད་ལོག་ཤིག་བྱེད་ཀྱི་ཡོད་རེད། བྱས་ཙང་གོང་ས་བཅུ་གྱིས་པ་གི་པའི་བཀའ་སློབ་དེ་ཚོ། ནང་ཁའི་ཆག་སྒོ་ཐང་དེ་རྒྱུ་མཚན་འདི་འདྲ་ལ་བརྟེན་ནས་ཆག་གི་ཡོད་རེད་དངོས་ཡོད་ཀྱི་རྒྱུ་མཚན་དེ་ཚོ་ལ་བེད་ནག་སོབ་བཏང་ནས་ད་འཁྱོག་ཤིག་བྱེད་ཡོང་དུས་འཁྱོག་ཤིག་བཅས་ཀྱི་ཁོངས་མ་འཁྱོལ་དུས་འཁྱོག་ཤིག་གཞན་པའི་རྗེས་བྱེད་དགོས་ཁག་གི་ཡོད་རེད། དེ་འདྲའི་རྐྱང་ཆགས་ཅན་དེ་ན་རང་ཚིག་སྔགས་ཚིག་ལ་འགལ་བ་ཟེར་ཆགས་ཡོང་གི་ཡོད་རེད། དེ་ཡིན་དུས་བརྩམས་པ་ད་ང་རང་ཚོ་འདིས་སོ་དེ་སྤྱི་དང། རྒྱལ་སྤྱི། མ་འོངས་པ་ན་ཡིན་ན་འདྲ་ད་ལྟ་ཡིན་ན་འདྲ། འདི་སོགས་ཀྱི་སྐོར་དེ་ཚོ་གསལ་བཤད་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་རག་རེད། རེད་དེ་ད་རྒྱལ་བ་སྔགས་ཕལ་གྱིས་ང་རང་ཚོ་འདིས་སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་དེ་བསྟེན་གསོལ་བྱེད་པའི་ཁར་སོགས་ཀྱི་བསྟེན་གསོལ་མཆོད་བསྟོད་བྱས་པ་དེ། གཡུལ་ཐབས་མེད་པ་ཅིག་དང་བསུབ་ཐབས་མེད་པ་ཅིག་རེད་དེ་དེས་ཀྱང་ང་རང་ཚོ་གི་དཀའ་ངལ་འདི་དག་སེལ་ཐུབ་ཀྱི་མི་འདུག་བ་སེལ་ཐུབ་ཀྱི་མ་རེད། སྤྱིར་ན་རྒྱལ་བ་ལྔ་པ་ཁོ་རང་གི་སྡེ་པའི་གོང་ས་བཅུ་གྱིས་པ་གས་ད་དེ་ནས་ག་ཚོད་སྐད་ཅིག་བཤད་པ་ནང་བཞིན་གས། ཁོ་རང་གས་པའི་དད་པ་དང་དུ་བྱས་ནས་བསྟན་བཞག་འཇོག་ཅིག་དེ་འདྲའི་རྩ་བ་ཉིད་ནས་བར་ཆད་ཡིན་ཁག་པོ་རེད་བསམ་གི་ཡོད། ད་ཁ་སང་ཞུས་པ་ནང་བཞིན་གས། ཕྱོགས་གཅིག་ནས་སྤྲུལ་པའི་བསྟན་སྲུང་རྒྱལ་གཅེས་རྡོ་རྗེ་ཤུགས་ལྡན་གས་པའི་ཁོ་རང་རི་བོ་ཀི་ལོ་བི་ཀེ་པའི་བསྟན་པ་འདི་ལ་གསལ་ལྷིག་བཏང་ཡང་དང་གཅིག་རི་བོ་ཀི་ལོ་བི་ཀེ་བསྟན་པ་འདི་ཀྱི་ཧ་ལམ་གཙོ་ཤུགས་དང་སྤྱོད་ཡུལ་ཞྭ་རྒྱུས་ཡག་གི་བེག་ད་དགོངས་པ་ཡོད་དེ་བས་བཟོ་འདྲ་བོ་ཅིག་དང་ལས་ཀ་ཅིག་ཚུལ་མིན་གྱི་ལས་ཀ་མང་པོ་ཞི་དྲག་གནང་ཡོད་རེད། དེ་འདྲའི་གི་མཛད་པ་ཅིག་བསྐྱངས་ཡོང་དུས་བསམ་པ་སྤྲུལ་བའི་བསྟན་སྲུང་རྒྱལ་གཅེས་རྡོ་རྗེ་ཤུགས་ལྡན་གི་བས་ཉིན་མཚན་མེད་པ་ལ་འཇིགས་རྔམ་ཆོ་འཕྲུལ་གྱི་ཆོ་འཕྲུལ་མང་པོ་བསྟན་ཡོད་རེད། དེ་སོ། ཆོ་འཕྲུལ་བསྟན་པ་དེ་ཚོ་དེ་སྔ་ན་ཚོ་ལོ་རྒྱུས་ཡིག་ངག་གཉིས་ཐོག་ལ་མང་པོ་ཞེ་དྲག་རེད། གཅིག་རེད་གཉིས་ནས་མ་རེད། དེ་འདྲའི་གཅིག་གི་སྐབས་ཅིག་དང་དེ་ནས་ང་རང་ཚོ་གོས་ཤི་གོས་ཤི་གང་ཡིན་ཀི། རི་བོ་དགེ་ལུགས་པའི་གི་བསྟན་པ་འདི་ལ་དཔེ་མི་སྲིད་པ་ཀི། ལྷག་བསམ་ཆེན་པོས་གི་པའི་ད་འདིའི་བསྟན་པ་འདི་གནས་ཐུབ་ཡག་གི་ཕྱི་ཡི་དུ་ལ་འབད་བརྩང་དང་དཀའ་ལས་མང་པོ་ཞེ་དྲག་རྒྱབ་ཀི་ཡོད་རེད། བློས་བཏང་མང་པོ་ཅིག་བྱེད་ཀི་ཡོད་རེད་དེའི་བསྟན་པ་འདི་གི་ཕྱི་ཡི་དུ་ལ། གཙང་པ་དེ་སྲིད་ལ་གོ་ཞེ་མཁན་གྱིས་དམག་རྒྱབ་དགོས་ཡ་དེ་ཚོ་བསྟན་པ་འདི་གི་ཆེད་དུ་རེད། ཡིན་དུས་གཙང་པ་བསྟན་པ་འདི་ཚོས་ཆེད་དུ་མ་སྐྱོང་ན། གཙང་པ་དེ་སྲིད་ལ་གང་མཐའ་བ་དེ་བརྒྱ་བ་ལྔ་བ་ལ་མཐའ་རྒྱུ་རེད་དྲང་པོ་བཤད་ན། དེ་ཡིན་དུས་ཙམ་པ་ཆེ་ནོང་གི་རྒྱུ་རྐྱེན་དེ་གཉིས་ལ་བརྟེན་ཡིན་བྱས་ནས་གོང་ས་ལྔ་པ་གའི་སྐུ་ཚེ་མི་ལ་ཨ་ནེ་དགེ་ལུགས་པ་གའི་ལྟ་ཆོས་བྱས་པ་རེད་ཟེར་ཡོངས་གྲགས་ཀྱི་སྐད་ཆ་དེ་བཤད་གི་ཡོད་རེད། ང་ལྟ་བུ་ཁྱེད་ལ་ཆ་རྐྱང་པ་ཡིན་ན་ང་སྤུ་གུ་ཆུང་ཆུང་གི་དུས་ནས་ངས་སྐད་ཆ་དེ་འདྲའི་གོ་མྱོང་ཡོད། སྲུང་མ་འདིས་གི་པའི་ཆོ་འཕྲུལ་དེ་འདྲས་བསྟན་པ་རེད། ཨ་ནེ་གོང་ས་ལྔ་པ་ཁོ་རང་སྐུ་ཚེ་སྟུག་ལ་པའི་སྙིང་མེད་གི་ཆོས་རྐྱང་རྐྱང་བྱས་དགེ་ལུགས་པའི་བསྟན་པ་ཟེར་ཡ་དེ་རྩ་བ་ཉིད་ནས་སྐྱོང་གི་ཡོད་མ་རེད། དེ་ནས་དེའི་གི་རྒྱུ་རྐྱེན་ལ་བརྟེན་ཡིན་བྱས་ནས་གཞུག་མ་ཁོ་རང་གི་པའི། ད་གར་ཟེར་དགོས་རེད་བི་གེ་གེ། རྔན་མ། ཚེ་བསྟོད་དགོས་པའི་རྗེས་ཡག་གི་རྟ་སྙིང་ཁྱོད་དེ་སོ་ཚང་མ་ལོ་བ་འཕྲོ་བསྐྱེད། ལག་ན་འཇམ་པའི་ཞང་ལོང་གཙང་སྨེ་ནི་དེ་ནས་བཟུང་སྟེ་དེ་ལུགས་བི་གེ་པའི་ཆུ། གར་ཟེར་དགོས་རེད་རྟ་གཙང་མ་འདྲ་བོ་ཞིག་བྱས་ནས་དེད་པ་རེད་ཟེར་པའི་ཆུང་ཆུང་དགོས་ནུས་ནི་སྐད་ཆ་དེ་འདྲ་བཤད་བསྡད་ཀྱི་འདུག་ད་ད་ལྟ་ང་རང་ཚོ་ལོ་རྒྱུས་དཔྱད་མཁན་ཡིག་ཆ་མང་པོ་ཞིག་ལ་འདུག་སྲིད་རྟགས་ཡོང་དུས་ཛམ་པ་གོང་ས་ལྔ་པ་ཟེར་ཡག་དེ། དགེ་ལུགས་བོད་ཀྱི་བསྟན་པ་འདི་ལ་ཐོག་མར་ནི་དད་པ་ཡོད་ཉིན་གཅིག་དང་རྩ་བ་ཉིད་ནི་རེད་མི་འདུག་བརྒྱ་ཆ་བརྒྱ་སྟོང་པ་ཚིག་ཐག་གཅིག་ནས་ཤེས་ཐུབ་པ་ཅིག་རེད་དེ། རྣམ་ཐར་འདི་ཚོ་ནང་ལ་ལྟོས་གྱུར་ཏེ་སྤྱི་དང་དུ་ཁུར་ལས་གོས་བཟང་ནང་ལ་ཅིག་ལྟོས་གྱུར་ཏེ་གཞན་ཕན་གྱི་རྒྱུ་མཚན་ཧ་མ་གོ་ནང་ལ་ཁོ་རང་དུས་དང་རྣམ་པ་ཀུན་ཏུ་འགྲོགས་འདྲིས་ཆེ་ཤོས་སུ་རེད་འདུག་ཁོ་རང་པས་འབྲེལ་བ་བྱེད་ས་སུ་འདྲ་གྱི་རེད་འདུག་ཡིད་ཆེས་བྱེད་ས་སུ་འདྲ་གྱི་རེད་འདུག་དེ་ཚོ་གཅིག་ལྟོས་ཤོར་ཏེ་གཏེར་སྟོང་གཅིག་ཟེར་མ་ཟེར་གཏེར་སྟོང་མ་ལྔ་གོ་ཟེར་ཟེར་ཡ་གཅིག་རེད་མ་གཏོགས་པ་ང་རང་ཚོ་རོ་གི་ལོ་པད་ཀྱི་ཅིག་ཚེ་རིང་གི་སྐྱེས་བུ་དམ་པ་དེ་ཚོ་ལ་པད་ཅིག་སྟེང་འཇུག་འདྲ་བོ་དང་དེ་ཚོ་ལ་པད་ཡིད་ཆེས་བླུན་འགེལ་བྱེད་ནས་དེ་ཚོ་དང་ཐག་ཉེ་བོ་ཡོད་པའི་ལོ་རྒྱུས་རྩ་བ་ཉིད་ནས་མཐོང་ཡག་ཡོག་མ་རེད་དེ་ནི་ཁོང་རང་གི་ངོས་ནས་བཤད་ན་བཀའ་དྲིན་གསུམ་ལྡན་གྱི་པད་དར་དྲན་ཆེན་རྩ་བའི་བླ་མ་དངོས་གནས་དྲང་གནས། རྒྱལ་བ་ཡོན་ཏན་རྒྱ་མཚོ་གི་དང་མིང་རག་གོ་ཡ་གི་པའི་བཀའ་དྲིན་དེ་ཚོ་སྐྱོང་དེ་ཉིན་དེ་པན་ཆེན་བློ་བཟང་ཆོས་ཅན་རེད་པན་ཆེན་བློ་བཟང་ཆོས་ཅན་ལ་མ་གུས་པ་གི་པའི་གར་སོ་དགོས་རེད་བྱ་བ་མང་པོ་ཞི་རག་བྱེད་པའི་གི་ལོ་རྒྱུས་ཡོད་རེད་དོ་སི་ཀྱི་མ་ཀྱི་ཀྱི་ཞིབ་འཇུག་ཀྱི་བྱེད་ཡོང་དུས་ཚངས་པ་གོང་ས་ལྔ་པའི་སྐུ་ཚེ་སྨད་ལ། ད་ལྟ་ང་རང་ཚོ་སྤྲུལ་བའི་བསྟན་སྲུང་རྒྱལ་གཅེས་རྡོ་རྗེ་ཞུ་དེ་བསྟན་སྲུང་མཆོག་ཏུ་བྱས་པ་དེ། དད་པ་དང་སྡུག་གི་ཅིག་བྱས་པ་ཅིག་རེད་ཟེར་དགོས་ན་དཀའ་ལས་ཁག་པོ་ཞེ་དྲག་རེད། གང་ལྟར་ཁོ་རང་གི་དད་པ་དང་སྡུག་གི་བསྟན་སྲུང་ཆུག་ཐུག་བྱས་ཡོད་ན་འདྲ་མེད་ན་འདྲ་གང་ལྟར། སྲུང་མ་འདི་སྲུང་མའི་ངོ་བོ་ལ་མངའ་བཟུང་ནས་ད་ཁོ་རང་གི་བུའི་ཞུ་བ་བཤགས་པ་ཕུལ་དགོས་ཡ་ཅིག་ད་ལྷ་ཁང་བརྒྱབ་དགོས་ཡ་ཅིག། ལྷ་ཁང་ནང་ལ་སྐུ་འདྲ་བཞེངས་དགོས་ཡ་ཅིག་དེ་ཡང་བི་གེ་གི་བི། སྐབས་དེ་དུས་ད་མ་ཚ་ར་བོ་དེ་ཡིད་དགའ་ཟེར་ཡ་ཅིག་གོ་གོ་ར་བ་ད་དེ་སོགས་ནི་ཁྱེད་ཀྱི་ཁ་རང་ཚང་མ་ལ་ཁོ་རང་གི་ཐག་གཅོད་བྱས་འདུག་བ་དེ་འདྲ་གི་ལོ་རྒྱུས་བྱུང་ཡོད་རེད། རེད་དེ་ད་དམ་པའི་སྡེ་ཚོགས་དེ་གོང་ས་ཆོས་རྒྱུད་དཔའ་རྒོད་པའི་མངོན་སུམ་ལ་ཡོད་པའི་བདེན་དཔང་འདི་ཚོ་ཁས་མ་བླངས་བའི་དོན་ནི། འདི་ལ་འགྲེལ་བཤད་གང་ཡང་བྱ་དགོས་ཡོད་མ་རེད། འདིར་འགྲེལ་བཤད་མི་བྱ་དགོས་པའི་རྒྱུ་མཚན་ག་རེ་རེད། བྱས་ཙང་གོང་ས་ཆོས་རྒྱུད་དཔའ་རྒོད་པས། ད་གར་བཟོ་དགོས་རེད་དངོས་ཡོད་གནས་ཚུལ་ཁས་ལེན་གི་མེད་པའི་གི་བདེན་དཔང་འདི་ཚོ་རེད། འདིའི་གི་ཐུགས་ལ་ང་རང་ཚོ་ད་ལྟ་བོད་པའི་སྤྱི་ཚོགས་ཀྱི་ནང་ལ་ད་བེ། བུ་དཀྲུག་ཕོ་ལ་གཏུག་མདའ་དཀྲུག་མདའ་ལ་དཀྲུག་དེ་ཡང་འདི་ཚོ་དེ་བེ། བསམ་ངན་གཞན་ནི་ཁོང། ཁོག་རྐྱང་གི་བེ་དཀྲུག་དེ་གི་ཡོད་པ་དེ་གསལ་བ་གསལ་རྐྱང་རེད། མ་ཤེས་རྨོངས་པའི་དབང་གི་ཁོ་རང་གི་བེ། ནོར་འཁྲུལ་བྱུང་དེ་བ་དེ་འདྲས་མ་རེད་ཤེས་ཀྱིན་དུ་བསམ་མི་ཀྱིན་དུ་ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ན་ད། རྡོག་བརྫིས་བྱས་ནས་དཀྲོག་བསྡུས་ལ་ཡོད་པ་དེ་གསལ་པོ་གསལ་རྐྱང་རེད་རྣམ་པ་ཚོ། ད་དེ་འདྲའི་ཅན་ནི་མར་གྱིས་ཡོང་དུས་རྩམ་པ་ད་གོང་ས་བཅོས་ཀྱི་བར་ཁོ་རང་གི་ཐོག་མར་གར་སོ་དགོས་ཁོ་ནའི་ཁོངས་གཏུགས་ས་ཡོད་ས་ཁྱོད་ནས་ཤེས་ཡོད་མ་རེད། ང་གར་སོ་དགོས་རེད་ད་སེ་གནས་གནས་ཆུང་མང་གི་ལུང་བསྟན་བྱུང་ཟེར་ངས་ཟིན་རིས་བྲིས་ཡོད་ཤོག་བརྒྱབ་ཡོད་ས་སྐད་ཆ་དེ་ཤེས་ཡོད་རེད། ད་ང་རང་ཚོ་ཞུ་བོད་བསྟན་པ་རག་འཁྲུག་ཟེར་ན་མི་འདུག་ད་དེ་དངོས་ཡོད་གནས་ཚུལ་གྱི་སྐད་ཆ་བཞི་ཤེས། ཁྱེད་རང་གི་དེ་མཚམས་འཇོག་བྱེད་རོགས་གྱིས་ད་ཁྱེད་རང་གི་སྐྱག་རྫུན་ཤེས་སོང་ཟེར་ནས་སྐད་ཆ་དེ་ཤེས་ཡོང་དུས། བརྟག་དཔྱད་བྱེད་ས་པ་མགོ་ཁར་བཙུགས་ཡོད་ངས་བརྟག་དཔྱད་བྱས་པ་ཡིན་ཞིབ་འཇུག་བྱས་པ་ཡིན་ལོ་མང་པོ་ལ་དཔེ་བརྟག་དཔྱད་ཞིབ་འཇུག་བྱས་སོ་སོ་གི་མྱོང་བས་ཀྱི་དྲུང་ན་དཔེ་བརྟག་ཐག་བཅད་པ་ཡིན་སྐད་ཆ་དེ་ཧམ་པ་རེད་སྐྱག་རྫུན་རེད་མ་དམིགས་རེད། ཡིན་པའི་རྒྱུ་མཚན་ད་ག་རེ་རེད་རྒྱུ་མཚན་མང་པོ་ཞེ་དྲག་རེད་དེའི་ནང་ནས་ད་རྒྱུ་མཚན་གཅིག་དེ་ད་ག་སང་ང་རང་ཚོ་ཞུ་བསྡད་ཡ་དེ་རེད་ངས་ཁོང་གི་སོ་ལ་གཏུགས་ཡོད་ས་ནི་བྱ་བ་ང་ཕ་ལ་གཏུགས་ཡོད་ཟེར་བཤད་ཀྱི་ཡོད་རེད་ད།

དེ་སུག་གི་མིང་བཏོན་ཀྱང་ནི། དངོས་ཡོད་གནས་ཚུལ་བོད་ཀྱི་ཚིག་གཅིག་ཤད་ཡང་མེད་པ་ཅིག་ལ། དེ་སུག་གི་བཀའ་འགོ་བྱེད་ཀྱང་ཡི་གེ་བཀའ་འགོ་བྱེད་ཀྱང་མི་གི་བཀའ་འགོ་བྱེད་ཀྱང་སི་སྤྱི་ཚོགས་ག་ལ་དོགས་སི་ཤེས་རྒྱག་དུས། གོང་དུ་ཞུས་པ་ནང་གི་ང་རང་ཚོ། སྤྱི་ཚོགས་ཀི་དམངས་ཡོངས་ཀི་བོད་ཀི་གི་དཔྱད་ཀྱི་བྱེད་ཡག་གི་གོ་སྐབས་ཡོག་མ་པ། དཔྱད་པ་བྱེད་ཡག་གི། དེ་འདྲའི་རྐྱེན་ཡིན་དུས་རྩམ་པ་གོང་ས་བཅུད་ཀྱི་པ་ཟེར་དུས་རྩམ་པ་ང་རང་ཚོ་བོད་མི་ས་ཡ་དྲུག་གི་སྔོན་ནས་གྲངས་རིག་ཤེས་སོང་སྙིང་གི་བེ་སྐྱབས་འདྲ་བོ་ཁྱེད་ལ་བཅུད་ལྡན་རྒྱུ་ད་དེའི་ཕྱིར་འདི་འདྲའི་ཅིག་གི་བེ་སྐྱབས་ཚུན་ཤེས་ཀྱི་ཡོད་ཀྱི་མ་རེད་ཧམ་པ་ཤེས་ཀྱི་ཡོད་ཀྱི་མ་རེད་ད་དེ་དངོས་ཡོད་ཡིན་གྱི་རེད་བསམ་དེ་ཉིད་ཅང་ཅང་ཆགས་བསྡད་ཀྱི་ཡོད་རེད་ཕལ་ཆེ་བ་དེ། དེ་ཡིན་དུས་རྩམ་པ་ད་ང་རང་ཚོ་དངོས་ཡོད་གནས་ཚུལ་དེ་ཤེས་དགོས་རྒྱུ་མཚན་ཐུག་ཆགས་ཀྱི་ཡོད་རེད། ད་འདི་ཡི་གི་རྒྱུད་རན་ནོར་འདུག་ཀྱི་མ་ཀྱི་རྟགས་ཡོང་དུས་ཙམ་པོ་གོང་ས་ལྔ་པ་ཟེར་ཡ་དེ་གི་སྐོར་ན་རྐྱང་རྐྱང་བཤད་དེ་ལས་རྐྱང་ཞིག་གཞི་བཞག་ཡོད་ཤེས་ཀྱི་ཡོད་རེད་གོང་ས་ལྔ་པ་ཟེར་ཡ་དེ་པེ་ཧ་ལམ་ཚོ་གི་བུ་ཁ་བ་གངས་ཅན་པའི་གི་ལྗོངས་ལ་གྱི་ཆོས་རྒྱ་མི་དབང་རྣམ་པ་ཚོ་ལ་གྱི་བཀའ་དྲིན་ཆེ་ཡོད་པའི་སོ་འདྲ་པོ་ཀྱི་ཡ་པེ་ཀྱ། ཨ་ནི་དེའི་དེ་གར་ཟུག་གི་རེད་ད་ཁྱེད་བཞག་པ་རེད། ག་སྲིད་དེ་གི་སོང་དེ་ལ་འགྱུར་བ་ཅིག་བཏང་དགོས་ཡོད་ན་དེ་དང་སྤང་ཐོག་མཉམ་པ་ཅིག་དགོས་གི་རེད། དེ་འདྲས་བཤད་གི་འདུག་བ། དེ་གསན་ཡོང་དུས་བརྩམས་པ་ང་རང་ཚོ་སྐྱ་རྒྱུད་ཡ་སེ་རྣམས་པ་ལ་བས་མཐོང་ཆུང་ཆེ་ཟུག་གི་སྒོ་ནས་བས་མ་གར་སོགས་གཉའ་བཅག་གི་ཡོད་རེད། དེ་ནས་ད་རྒྱུ་མཚན་གྱིས་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ད་ལྟ་ན་ང་རང་ཚོ་པཎ་ཆེན་སྐུ་མགྲོན་སྐྱོད་པ་ཆེན་པོ་ཁོང་གིས་བརྩམས་པའི་གི་རྐང་སོགས་ལས་གཞི་ལྷུན་གྱིས་གྲུབ་པའི་དྲ་ཡང་ཟེར་ཡག་ཅིག་ད་ད་ལྟ་ང་རང་ཚོ་ཚང་མ་ལོག་པའི་མཇལ་ཡག་ཡོད་རྒྱུ་ཆ་དེ་རེད། པཎ་ཆེན་རིན་པོ་ཆེ་གིས་ད་ལྟ་གསུང་འབུམ་ནང་ལ་ཡོད་རེད་བཀྲ་ཤིས་ལྷུན་པོ་གིས་བྲིས་མཛད་པའི་གསུང་འབུམ་དེ་གི་ནང་ལ་ཡོད་རེད། ཡོངས་གྲགས་དུ་རེད། ད་དེ་ང་རང་ཚོ་རྒྱལ་སྤྱིའི་བི་བམ་ནང་ལ་ཡང་ཡོད་རེད། རེད་དེ་ད་འདིས་ག་རེ་བཤད་ཀྱི་ཡོད་རེད་ད་རམ་ས་ལེགས་ཀྱིས་བཤད་ན་ད་ཡང་ལོག་ཤིག་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། འདི་པཎ་ཆེན་སྐུ་མགྲོན་སྐྱོད་པ་ཆེན་པོ་མཛད་པ་མ་རེད་ཟེར་བཤད་ཀྱི་ཡོད་རེད་ད། རྒྱུ་མཚན་ག་རེ་བཤད་ཀྱི་ཡོད་རེད། པཎ་ཆེན་སྐུ་མགྲོན་སྐྱོད་པ་ཟེར་ཡག་དེ་པའི། བསྐང་གསོ་འདི་རྩོམ་ཡག་གི་པའི་དུས་ཚོགས་ཁྱོན་ནས་བྱུང་ཡོད་མ་རེད་སྐད་ཆ་བཤད་ཀྱི་ཡོད་རེད་ད་གད་མོ་ལྷོང་གི་མ་རེད་དེ། བསྐང་གསོ་འདི་འདྲ་ཅིག་རྩོམ་པ་ལ་པའི་ལོག་ནས་འདའ་བ་བྱེད་ནས་པའི་མཚམས་འགྲོ་བ་ཅིག་དེ་ནས་རྩོམ་དགོས་ཡ་ཅིག་མ་རེད་བ་ཞག་དེ་ཤོར་དུས་རྩོམ་ཆོག་གི་རེད་བ་དེ། འདི། སྐྱེས་ཆེན་དམ་པ་བཅས་ཀྱི་སྔུན་ནས་འདི་འདྲ་ཅིག་རྩོམ་པ་ལ། ལས་སླ་པོ་རེད་མ་གཏོགས་བར་སྐབས་པའི་ལོ་ཟླ་བ་མང་པོ་གྱི་དུས་སུ་བོད་གཞུང་དག་ན་རྩོམ་དགའ་ཡི་ཆོས་ནི་མ་རེད། ད་ཟེར་རྒྱུའི་ཕོངས་ནས་པས་ང་རང་ཚོ་བོད་མི་རེད་ཟེར་ཡ་འདི་སུ་ངས་ངས་གང་བྱེད་ཡིན་ངས་ཀྱི་གང་ད་ཁ་ནང་གྱི་མ་དོང་རོས་བྱེད་ན་ཁོང་ཚོ་པས་བརྟག་དཔྱིད་བྱེད་ཡ་ཞིབ་འཇུག་བྱེད་ཡ་གི་གོ་སྐབས་ཡོད་བ་མ་རེད། ཨ་ནེ་གར་སོ་དགོས་ངས་གང་ཤེས་པ་དེ་ད་ག་རང་འཛིན་གྱི་རེད་བསམ་པའི་སེམས་ནང་ནས་དྲིས་ཀྱི་པས། སྤོས་པ་ང་རྒྱལ་དེ་ཁྱིས་ནས། ཏེ། བཀའ་སློབ་གནང་བརྒྱབ་པ་དེ་གསལ་བོར་ར་བ་སྟེ། དེ་རིང་མ་གཏོགས་པ་པཎ་ཆེན་སྐུ་མཐའ་འཁྱིལ་པ་ཆེན་པོ་གི་ད་པའི་འདི་བརྩམས་བརྒྱབ་པ་མེད་ཀི་མཐོང་ཡ་ཡོད་ཡིན་དུས་ད་འདི་བརྩམས་ཡ་བརྩམས་མ་རེད་ཟེར་དུས་ཚུགས་བྱུང་ཡོད་མ་རེད་ཟེར་དུས་བརྩམས་པ་ད་པའི་རྒྱུ་མཚན་ལྟར་སྣང། སྨད་ཀྱི་མཐོང་ས་ཁོ་རང་ལ་དྭངས་པ་ཞིག་བསྡད་པ་དེ་གསལ་བོ་གསལ་རྐྱང་རེད། དེས་མ་ཚད་པ་གི་ད་ད་ལྟ་འདི་ཚོ་དེ་ཅིག་ཁོང་འདྲ་བོ་ཅིག་ཁོང་རང་ཚོ་གི་ཅིག་འདྲ་མི་འདྲ་དེ་ཚོ་གྲངས་ཡ་ཡོད་ས་ཤེས་གི་ཡོད་རེད། ཕྱོགས་གཅིག་ནས་ཡང་ག་རེ་ཤེས་གི་ཡོད་རེད། པཎ་ཆེན་སྐུ་འཕྲེང་བཅུ་པ་ཆེན་པོ། སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་ལ་ཐུགས་མཉེས་པོ་ཡོད་མ་རེད་ཟེར་བཀག་འགོག་བྱེད་གི་ཡོད་རེད་ཟེར་གསུངས་གི་ཡོད་རེད། བཀག་འགོག་བྱས་པའི་རྒྱུ་མཚན་ག་རེ་བཤད་གི་ཡོད་རེད་ཟེར་ན། པཎ་ཆེན་དཀོན་ཕྲེང། རྗེས་དཔག་གིས་མཛད་པའི་བཀྲ་ཤིས་ལྷུན་པོ་གི་སྐྱ་ཡིག་བརྒྱུད་ཡོད་རེད། དེའི་སྐྱ་ཡིག་དེ་པཎ་ཆེན་རིན་པོ་ཆེ་གི་པས། ཁོང་རང་གི་མི་རིགས་ད་ལྟ་དེ་ད་ཆ་ལས་བཞུགས་མ་གནང་ས་དེ་པེ་ཅིང་ལ་ད་ལྟ་དེ། ནང་བསྟན་སློབ་གླིང་ཟེར་ཡག་གི་སློབ་གྲྭ་གཅིག་ད་པཎ་ཆེན་རིན་པོ་ཆེ་ཁོང་རང་གི་པས་བཙུགས་གནང་བ་རེད་ཀྲུང་དབྱང་ལ་ཆོག་མཆན་ཞུས་ནས། དེའི་གི་ནང་ལ་ད་བོད། གངས་ཅན་གྱི་ལྗོངས་ལ། གཅིག་བླ་མ་འགས་ད་སྔས་མ། མིང་རགས་བདེ་འགྱུར། ཨ་ནེ་པའི་དགུང་ལོ་ཆུང་ཆུང་བྱས། ད་འདི་ཚོ་གཅིག་སློབ་སྦྱོང་གི། གོ་སྐབས་ཞེ་དྲག་མ། མ་རག་འཇུག་གི་ད་མི་མང་པོ་གཅིག། བ་ས་ལགས་ཀྱི་ལས་བར་བ་སྔས་མ། འདི་ཚོ་དེ་ཡར་གསོ་སྐྱོང་བྱེད་ས་གི་ལྟེ་གནས་རེད་གཙོ་བོ་དེ། བླ་བྲ་དེ་སྐབས་དང་པོ་ཚོགས་ཡོང་པའི་ཁ་ཐུག་ལ། ད་གར་སོང་གི་འདོད་བུ་ཁམས་སོང་གི་ནང་ན་ད་ད་ལྟ་དེ་བླ་མ་དེ་འདྲས་ཀྱི་རྐྱང་རྐྱང་བསྡུས་ཡོད་རེད་བླ་མ་དེ་སོགས་ཡང་རྔན་མ་སློབ་སྦྱོང་ཡོད་པའི་དེ་སོགས་བསྡུ་གི་ཡོད་མ་རེད། ད་ཅིག་རིག་གནས་གསར་བརྗེ་ཟེར་ཡག་འདྲ་བོ་ད་ད་དམངས་གཙོ་བཅོས་བསྒྱུར་ད་དེའི་སྐབས་ལ་བས་སློབ་སྦྱོང་བྱེད་ཡག་གི་གོ་སྐབས་ཤོར་སོང་རྒྱུ་ད་དེ་སོགས་དེ་ཚོ་བསྡུས་འདི་ག་ན་ད་མི་དགེ་གི། སློབ་སྦྱོང་བྱེད་ཡག་གི་ཁོར་ཡུག་ཅིག་བསྐྲུན་ཡོད་ཅེས་ནན་ཏིག་གིས་སྤེལ། སློབ་གླིང་དེ་གའི་གླིང་ཚོགས་ཐེག་པན་ཆེན་རིན་པོ་ཆེ་ཁོང་གིས་མཛད་ནས་ད་ད་ལྟ་དེའི་ཁར་སོ་གོ་རི་བླ་བྲ་དང་ཚོགས་སྡེའི་ནང་ལ་གནས་པའི་མདོ་དབུས་ཁམས་བཙོག་ནས་ད་མཁས་དབང་དེ་ཚོར་དེ་འདྲའི་ཞུས་གཏོང་ནས་ད་དེ་ཚོ་ལ་སློབ་ཁྲིད་གནང་ནས་དེ་འདྲའི་གི་སློབ་ཁྲིད་ཁོར་ཡུག་ཅིག་བསྐྲུན་ཡོད་རེད། དེའི་གི་ནང་ལ་ད་ལྟ་དེའི། སློབ་གྲྭ་དེའི་གི་བི་ཀི་གི་དང་སློབ་སྦྱོང་བྱེད་ཡག་གི་ཡིག་ཆ་དེ་ཚོ་དཔར་སྐྲུན་བྱེད་ཡག་གི་བེད་རྩོམ་སྒྲིག་ཁང་ཚོགས་ཆུང་གི་ཡོད་རེད། གངས་ཅན་རིན་ཆེན་རྒོད་རྗེས་རྒོད་རྗེས་དེ་མིག་ཟས་ད་དེབ་དེ་འདྲས་བྱེད་གི་ད་དེབ་ཕ་ཆེ་ད་དིང་སང་གསར་པ་བཟོ་གི་ཡོད་ནམ་མིན་ནམ་མི་ཤེས་ད་སྔས་མ་ནས་ཡིན་པ་ཉི་ཤུ་རྩ་གྲངས་སུམ་ཅུ་ནང་ལས་ཟས་མ་ཟིན་སླད་དེ་འཇོག་གི་ཡོད་རེད་ད་རིམ་པ་ཆེད་དུ་དང་པོ་གཉིས་པ་ཟས་ཡག་པའང་སྒྲིག་གི་ཡོད་རེད། དེ་ཚོ་དེ་གཙོ་བོ་དེ་ད་ལྟ་མི་རིགས་ནང་སློབ་སྦྱོང་བྱེད་ཡག་གི་ད་ལྟ་དེའི་གི། སློབ་དེབ་དུ་སོ་ཐར་དཔར་སྐྲུན་བྱེད་ཉེན་རེད། དེ་ཡིག་གི་སློབ་ཁང་དེ་ག་ནང་ན་རྟ་སྟེ་གོ་རིན་པོ་ཆེ་ཁོང་ར་གི་བྱ་བོ་ཡིན་ཙང་ཨ་ནེ་བཀྲ་ཤིས་ལོང་པོ་གི་ད་ལྟ་དེ་སྐྱ་ཡིག། རབ་རྒྱས་གསེར་གྱི་གཉགས་ཤིང་ཟེར་ཡ་གྱོ་རེད་འོ་དེ་མ་ཁེན་ཡོང་ནས་དེ་མི་གེ་ལ། དེབ་དེབ་ལ་ཟོས་པ་རེད་དེབ་ལ་ཟོས་བྱས་ནས་ཨ་ནེ་དེ་སོ་ག་ས་ག་ལ་གོ་རིན་པོ་ཆེ་གི་ཁོང་གི་དེ་སོ་གནང། འདུག་ག། ཨོ་ད་དེས་དེ་འདྲས་བྱས་ནས་བཀྲམ་རྒྱགས། བྱས་ཙང་དེའི་སྣང་ཡག་དེ་ནི་གར་སོ་དགོས་རེད། ད་སྐད་ཡིག་དེ་སྣང་ཡག་དེ་ནི་གར་སོ་དགོས་རེད། དམིགས་ཡུལ་དེ་ད་བརྒྱ་བྱིན་རྡོ་རྗེ་ཤུགས་དེ་བཀག་འགོག་བྱེད་ཀྱི་ཡོད་རེད། ད་འཇགས་ཤིག་དེ་རྒྱག་དགོས་ཡོད་རེད་ད་ནམ་ས་ལེ། གད་མོ་ཤོ་ཡག་རང་རེད་དེ། དེ་ག་རེ་ཟེར་གྱི་ཡོད་རེད་ཟེར་ན་པཎ་ཆེན་སྐུ་ཕྲེང་རྒྱལ་འཕགས་ཀྱི་དང་དེ་གི་ནང་ན། སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་ལ་མ་གུས་པ་གི་ཚིག་དངོས་སུ་ཤེས་ཡོད་རེད་དེ་སོགས་དེ། ཡོད་རེད་དེ་དེ་གི་ནང་ལ་པཎ་ཆེན་སྐུ་ཕྲེང་རྒྱལ་འཕགས་ཟེར་ཡ་དེ་གི་ཁོ་རང་གི། དེ་དངོས་སུ་བི་གི་ལོང་དང་རིག་པའི་སྒྲིབ་བྱེད་སྐོར་ནས་སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་ཟེར་ཡ་དེ། བསྟན་མི་རུང་བ་ཅིག་དང་འཇིག་རྟེན་དྲེགས་པ་ཡིན་པ་གྲོགས་ཀྱང་རྒྱུ་གལ་ཡོད་མ་རེད། ཡིན་ན་ཡང་པཎ་ཆེན་ཀུན་ཕྲན་རིམ་བྱོན་གྱི་ནང་ནས་ད། པན་ཆེན་ཀུན་ཕྲན་བརྒྱད་པ་ཟེར་ཡ་དེ་ད་མཛད་པ་འཕྲིན་ལས་ཆུ་ནས་མ་སྐྱེལ་ཀྱང། ཨ་ནི་ང་རང་ཚོས་ཀྱི་རི་བོ་མཐའ་ན་རི་བོ་གེ་ལུ་བོད་ཀྱི་ལྟ་གྲུབ་གཙང་མ་དེ་འཛིན་མ་ཐུབ་པར་ད་དེ་གཅིག་པོ་ཆགས་པ་རེད། གཞན་ང་རང་ཚོ། པན་ཆེན་ཀུན་ཕྲན་དང་པོ། རྒྱའི་འགལ་འདུའི་གྲུབ་ནས་ཨ་ནི་ད་ལྟ། པཎ་ཆེན་སྐུ་འཕྲེང་བཅུ་པ་བཅུ་གཅིག་པ་ཆོས་ཀྱི་རྒྱལ་པོ་བར་དོ་ད་ང་རང་ཚོ་གི་བསྟན་པ་འདི་གི་པའི་སྲོག་ཤིང་འདྲ་རྐྱང་རྐྱང་གཅིག་འཕེལ་ཡོད་རེད། རེད་དེ་ད་སྐུ་འཕྲེང་བརྒྱད་པ་དེ་དེ་འདྲ་བྱུང་ཡོད་མ་རེད། སྐུ་འཕྲེང་བརྒྱད་པ་ཁོང་ད་ཀྱི་གར་སོ་གོལ་དུ་བ་དབུས་གཙང་བརྒྱུད་དུ་བ་ལ་མ་ཕེད་ཀྱི་ཨ་ནེ་ཀྱི་ད་གྲུམ་ཆུ་ལུག་རིས་མེད་འདྲ་བོ་ཅིག་བྱེད་ཀྱི་ཡོད་ཟེར་ནས་ཨ་ནེ་ཀྱི་གང་ལྟར། ད་ཅིག། བླ་མ་འདྲ་མི་འདྲ་མང་པོ་བཅས་ལ་བསྟེན། བླ་མ་འདྲ་མི་འདྲ་མང་པོ་བཅས་ལ་བསྟེན་ཡང་དུས་ནི་དེ་སྲོལ་གྱི་དཔེ་བྱིན་རླབས་རི་བོ་ཆེ་བཞུགས་བྱས་ནས་ང་ནག་ཚོ། སྤྲུལ་བའི་རྒྱལ་ཆེན་རྡོ་རྗེ་ཤུགས་དེ་འདི་ལ་དཔེ་མི་དཀའ་བ་མི་ཉན་མཁན་ཅིག་དངོས་སུ་ཆགས་ཡོད་རེད། ཉི་མ་སྐྱིད་ཁོ་རང་གི་བི་གིས་ཀྱིས་ཅིག་སྤྲུལ་བའི་རྒྱལ་ཆེན་རྡོ་རྗེ་ཤུགས་དེ་ལ་གཙོ་བོ་དམིགས་དཔེ་གི་སྒོ་ནས་སྦྱིན་སྲེག་བརྒྱབ་འདུག་བ་བཀྲ་ཤིས་ལྷུན་པོ་ལ། སྦྱིན་སྲེག་བརྒྱབ་པའི་ཁ་དོག་ལ་ག་རེ་བྱས་ཡོད་རེད་ཟེར་ན་མི་གཅིག་གིས་བོད་ཀྱི་ད་ལྟ་དེ། སྲུང་མས་ཀྱི་ཞལ་ཐང་གི་ཕུ་ཉེ་བྱུང་ཡོད་རེད། སྲུང་མས་ཀྱི་ཞལ་ཐང་གི་ཕུ་ཉེ་བྱུང་དུས་བསམ་པ་འོ་ད་ཁོ་རང་གི་སྔོན་ནས་ད་ནི་ད་ད་རེ། དོ་ཅག་ཁུག་སོང་ཨ་བསམ་པ་འདྲ་བོ་ཀྱི་ཁོ་རང་གི་དེ། དེ་འདྲའི་གི་རྟགས་མཚན་མ་འདྲ་བོ་ཀྱི་རྩིས་བྱས་ནས་ཨ་ནི་དེ་གི་ཞལ་ཐང་དེ་ད་ག་རང། སྦྱིན་སྲེག་དེ་གི་ནང་ན་མེ་དྲག་ལོས་པ་རེད། མེ་དྲག་བློ་ཡོངས་དུས་བརྩམས་པ། ཞེ་སྡང་སྟེང་གི་མེས་ཁྱོད་རྣམས་ཞེ་སྡང་མེད་ཀྱི་ཁྱོད་རྣམས་ཞེ་སྡང་གི་མེས་མ་བཞེས་པ་རེད་གང་ལྟར་མེས་མ་འཚལ་བ་རེད་མེས་མ་འཚལ་དུས་ན་ཁོ་ནའང་ཐབས་ཤེས་མེད་པ་ཅི་ཨ་ནེ་དེ་ཞེ་སྡང་དུ་ད་དེ་གར་སོང་སྦྱིན་སྲེག་གི་ཐབས་ཁ་ནང་ན་ཚུར་ལྟོ་ཡོན་བྱས་ནས་བཞུགས་གོ་ཨ་ནེ་མི་གེ་བཀྲ་ཤིས་ལྷུན་པོ་གི་མི་གེ་གི་སྒོ་ཡི་ཐམ་པའི་དབུ་ལ་མ་བཅུག་ཨ་ནེ་རྫས་ངན་མང་པོ་ཅིག་བླུགས་རྗེས་ན་མ་གནས་བཞག་པ་རེད། ཨོ། དེ་འདྲས་བྱེད་མཁན་གཅིག་བྱུང་བ་རེད། དེ་འདྲས་བྱེད་མཁན་གཅིག་གི་ངོ་ནས་བཤད་ན་ད་ང་རང་ཚོ་སྤྲུལ་བའི་བསྟན་སྲུང་རྒྱལ་གཅེས་ཕྱོགས་བསྡུས་ཞུ་གཏན་ལ་ཁ་གཏོང་བ་ད་ལྟ་ད་ཆུང་ཆུང་རེད་དོ། དོ། བྱས་ཙང་དེ་འདྲས་སོང་དར་དཔྱད་ཡིག་དེ་གི་ནང་ལ་ཨ་ནི་དེ་ཚོ་ཅིག། ཨོ། དེ་འདྲས་གསུངས་ཀྱང་ཡོད་རེད། ཡིན་ན་ཡང་དཔྱད་ཡིག་དེ་གི་ནང་ལ་ཨ་ནི་ང་རང་ཚོ་ཆོས་རྒྱུད་རྒན་པའི་ཚོགས་ལ་ཟུར་ཟ། དམངས་ཕལ་ཆེར་ཀྱང་ཅུང་མང་པོ་ཡོད་རེད་ད་དེ་ཚོ་གཅིག་དེ་གཉིས་སུ་ཞུ་མ་དགོས་པ་རེད། དེ་ཚོ་ལྟ་ནམ་ས་ལེ་གང་ཡིན་ཤེས་ཀྱི་མི་འདུག་ཨ། གཅིག་ནས་དེ་རེད་གཉིས་ནས་ད་ལྟ་པན་ཆེན་རིན་པོ་ཆེ་སྐུ་འཕྲེང་རྒྱས་པ་ད་ལྟ་དེ་སྐྱེ་ཡུལ་ཆེན་པོ་མཛེས་སྡེ་པའི་ཁ་ལ་དགུང་ལོ་ཆུང་ཆུང་རེད། ཧ་ཅང་གི་དགུང་ལོ་ཆུང་ཆུང་རེད། ད་ལས་ངན་དེ་ཚོ་ལས་བསྟན་པའི་དབང་གིས་ཨ་ནི་ཁོང་དགུང་ལོ་ཉི་ཤུ་རྩ་གཅིག་གི་ཐུགས་ལ་དེ་ནས་ཅིག་མི་ཤེས་པའི་མཚན་མ་མང་པོ་ཞིག་བྱུང་རྗེས་ནས་ནི་མཛད་པ་འཕྲིན་ལས་མཐའ་མ་བྱུང་བ་ཅིག་དགོངས་པ་རྫོགས་པ་རེད། འོ་དེ་འདྲས་ཀྱི་གནས་ཚུལ་བྱུང་ཡོད་རེད། རེད་དེ་ད་དེ་ཚོའི་གནས་ཚུལ་དེ་ཚོ་བཤད་ཀྱི་ཡོད་མ་རེད། ད་དེའི་གི་ཀུན་ཕྲན་རྒྱལ་བོད་ཀྱི་མཛད་པའི་གི་སྐད་ཡིག་དེའི་ཨེ་ནི་པན་ཆེན་ཀུན་ཕྲན་བཅུ་པ་ཆེན་པོ་གི་པའི་པར་སྐྲུན་བྱས་ཤག་ཟེར་ད་དེ་བྱས་པའི་སྐྱོན་ཚེ་གས་ནི་ཤུགས་ལྡན་བཀག་འགོག་བྱེད་ཀྱི་ཡོད་རེད་ཟེར་བཤད་ཀྱི་ཡོད་རེད། པན་ཆེན་ཀུན་ཕྲན་བཅུ་པ་ཆེན་པོ་གི་དངོས་སུ་སྤྲུལ་པའི་བསྟན་སྲུང་ཆེན་པོ་རྒྱ་རྒྱལ་རྡོ་རྗེ་ཤུགས་ལྡན་བཀག་འགོག་བྱེད་ཀྱི་ཡོད་ན། མི་གིས་གི་བལ་གྱིང་གི་ནང་བསྟན་སློབ་གླིང་གི་ནང་ལ་ཨ་ནི

དེ་གསོལ་གྱི་ནང་ལ་ཨ་ནེ་ཏེའི་སྲུང་མ་རྒྱལ་རྒྱལ་རྡོ་རྗེ་སོགས་ཤུགས་ལྡན་བཀའ་བསྒོ་བྱེད་དགོས་ཡ་མེད་པ། བཀའ་བསྒོ་དེ་ག་ནས་བྱེད་དགོས་རེད། ཁོང་གི་ཐ་སྙད་ས་གི་ནང་ནས་སྲུང་མ་རྒྱལ་རྒྱལ་རྡོ་རྗེ་ཤུགས་ལྡན་བསྟེན་གསོལ་མཆོག་ཐུགས་ཤོག་ཆེན་པོ་གནང་མཁན་དུ་སུ་རེད་བཀྲ་ཤིས་ནོར་བུ་ཆགས་ཡོད་རེད་ད་ག་ནག་གིས་གི་ཁོང་རང་གི་གཟིམ་ཆུང་དད་ཅན་ཕོ་བྲང་རེད་དེ་གསོལ་གི་ནང་ལ་དཔེ་ལོག་ཁང་བདག་ཁང་ཟེར་ཆགས་མེད་གཏོང་གི་ཡོད་རེད་ད་ག་ནག་གིས་སྐུ་འདྲ་མང་པོ་ཡོད་རེད་དེ་གསོལ་ལ་དཔེ་མི་གཅིག་ལ་དཔེ་བཀའ་སློབ་གནང་ནས་བཀའ་བསྒོ་མཛད་མི་འདུག་བ། ཁོང་གི་སྔོན་ནས་བཀག་འགོག་བྱེད་དགོས་ཀྱི་ཡོད་ན་དེ་ཚོ་ནི་སྔོན་ནས་བཀག་འགོག་བྱེད་དགོས་རེད་དེ་ཚོ་ལ་བཀག་འགོག་བྱེད་ཐུབ་ཀྱི་རེད། མཛད་དགོས་ཀྱི་རེད་བ་སུ་གཅིག་ལ་གནང་ཡོད་མ་རེད། མ་རེད་དེ་དག་ཁོང་ཚོ་བཅོས་ཀྱི་བག་གི་དོགས་སུ་བྱས་འདུག་ན་བས་ཧམ་པ་རྐྱང་རྐྱང་ད་བས་ཀྱི་ཞེས་ག་གསུ་གི་རེད་བས་སྐྱག་རྫུན་རྐྱང་རྐྱང་ད་མ་མེད་རྐྱང་རྐྱང་ཤིག་འདུག་ན་ད་ང་རང་ཚོ་བོད་པའི་ནང་ལ་ད་ཐུག་པ་བརྐུས་དེ་ཡ་རྒྱུ་མཚན་དུག་ཆགས་ཡོད་རེད། ད་དེ་ནས་ཅིག་ག་རེ་བཤད་གི་ཡོད་རེད་ཟེར་ན། གླིང་རིན་པོ་ཆེ་དེ་ཨ་ནི་པའི་ད་དོ་ཅལ་དང་འབྲེལ་བ་ཁྱོན་ནས་ཡོད་མ་རེད་ཟེར་དེ་ནས་ག་ཚོད་སྐད་ཅིག་བཤད་གི་ཡོད་རེད། དེའི་བཤད་ཡག་གི་དམིགས་ཡུལ་དེ་ག་རེ་རེད། ངས་བླ་མ་བརྒྱུད་སྤེལ་གི་ནང་ལ་ད་གར་བཟོ་གི་རེད་ཤུགས་ལྡན་བསྟེན་མཁན་མེད་ཟེར་བཤད་གི་ཡོད་རེད། ག་རེ་རེད་ཟེར་ན་གོང་ས་སྤྱོད་རྒྱུད་པ་གི་པའི་ལམ་རིམ་བླ་བརྒྱུད་གི་ནང་ནས་ཀྱ་ཀྱ་ཁྲི་ཨ་རིན་པོ་ཆེ་ད་ཀྱ་ཀྱའི་བདེ་ཆེན་སྙིང་པོ་ཟུར་དུ་གཏོང་པའི་ལོ་རྒྱུས་ཅིག་ད་སྔས་མ་ནས་ཤེས་བསྡད་གི་ཡོད་རོགས་ང་རང་ཚོ། ངས་དེ་འདྲའི་ཡིག་ཆ་གཅིག་མཐོང་མྱོང་ཡོད་རྡ་རམ་ས་ལས་བྲིས་ཀྱང་ཆོག་ཡིག་ཆ་གཅིག་དེའི་གི་ནང་ན་ཁོ་ཚོ་ག་རེ་བཤད་གི་འདུག་ཟེར་ན་སྐྱེ་གར་སོག་གི་རེད་གོང་ས་བཅུས་བརྒྱུད་བར་གི་ལག་ལེན་བླ་བཅུས་དེ་ག་ནས་ཡོང་པ་རེད་ཟེར་ན། རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་ནས་ཡོང་པ་རེད། ད་རྒྱལ་བ་སྐུ་འཕྲང་བཅུ་གསུམ་པ་ད་བི་ཀི་བུ་ཆོས་ཡོངས་འཛིན་གི་སྐུ་མདུན་ནས་ཞུས་པ་རེད་ད་དེ་ངོ་ཡོད་རེད་བ། དེ་ནས་ཁྱེད་དེ་རྒྱལ་བ་གར་སོག་གི་རེད། བཅུ་གསུམ་པ་རེད་བཅུ་གསུམ་པ་ནས

ཁྱོད་ཚོས་ཐུགས་སུ་སྐྱེས་ཡོང་དུས་ཙམ་པ་ད་ཁྱེད་ཀྱི་ཁྱི་ཡང་རིན་པོ་ཆེ་དང་ཁྱེད་ཀྱི་དེ་ཁྱི་སྙིང་པོ་སྲས་དང་ལང་རང་བླ་བརྒྱུད་ནས་ཐུགས་སུ་གཏོང་ཡོང་རེད། དེས་མ་གཏོང་ཡོང་དུས་ཙམ་པ་ད་ཁྱེད་ཀྱི། གར་བཟོ་དགོས་རེད་དེ་བྱེད་དགོས་ཡ་དེ་ག་རེ་རེད་ད་ཤུགས་ལྡན་བསྟེན་མཁན་དེ་ཁོང་དང་འབྲེལ་བ་མེད་ཟེར་གསུངས་ཡོར་བ། དེ་ཟེར་ཡོང་དུས་ཙམ་པ་ད་འོ་ན་གླིང་རིན་པོ་ཆེ་ག་རེ་རེད་ཟེར་བཤད་ཡོང་དུས་ཙམ་པོ་འོ་ད་གླིང་རིན་པོ་ཆེ་ཟེར་ཡ་དེ་ད་ཤུགས་ལྡན་དེ་ཁྱོད་ནས་འབྲེལ་བ་ཡོད་མ་རེད་ཟེར། ཆོས་བརྒྱུད་ཁོ་རང་ལ་འབྲེལ་བ་ཡོད་མ་རེད་ཟེར་བ་ཧ་ལམ་གཙོ་གྱུར་དུ་ཁྱེད་སྐྱབས་རྗེ་བདེ་ཆེན་སྙིང་པོ་དང་སྐྱབས་རྗེ་ཁྲི་ཨང་རིན་པོ་ཆེ་ལ་དཔེ། ལམ་རིང་གི་བརྒྱུད་པ་དེ་ཚོ་སྐྱབས་རྗེ་གླིང་རིན་པོ་ཆེ་ལ་འབྲེལ་བ་ཁྱོན་ནས་མེད་པའི་བཟོ་རུ་ཕར་བཟོས། སྐུ་ཕྲེང་བཅུ་གསུམ་པ་གི་མདུན་ནས་མ་ཞུས་ཨ་ནི་དེ་ནས་ཅིག་ཁོ་ན་མ།